ཡ། གྲོགས་པོ་ཚང་མ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད། ངས་དེ་རིང་འདི་ནས་དེབ་ཅིག་ངོ་སྤྲོད་དང་སྦྲགས་ནས་ཚིག་འགའ་ཞིག་ཞུས་ན་བསམ་སོང། ད། ངས་སྐད་ཆ་དེ་ག་རེ་བཤད་ཀྱི་ཡིན་ཟེར་ན། བརྗོད་བྱ་དེ་དག་ལྷ་གཙོ་བོ་རེད་དམ་མི་གཙོ་བོ་རེད་ཟེར་དེ་རེད་རེད་བ། དེ་ཟེར་དུས། ད། སྐད་ཆ་ཕྱོགས་གཅིག་ལས་བཤད་པ་ཡིན་ན། མིས་ལྷ་བཟོ་བ་རེད་དམ་ལྷ་གིས་མི་བཟོ་བ་རེད་ཟེར་བ་རེད། དེ་ཅི་དུས། ང་ཚོ་འགྲོ་བ་མི་ཟད་དུ་མཁྱེན་ཚ་བོ་འདྲ་ཞིག་ཡོད་པའི་བཟོ་འདྲ་འདུག་ཨ་ཕྱོགས་གཅིག་ལས་བྱས་ན། ག་རེ་རེད་ཟེར་ན་དང་པོ་མི་ཁོ་རང་གིས་ཞིག་བཟོ། དེའི་རྗེས་ལ་ཨ་ནི་མི་ཁོ་རང་དེའི་འོག་ལ་འདུག་མྱངས་བསྡད་ཡ་ཞིག་རེད་བ། ད་ལྟ་ངའི་གི་ལྟ་སྟངས་སུ་ཁེལ་མ་རེད་རེད་བ། ད་ནུབ་ཕྱོགས་ཀྱི་ཞིབ་འཇུག་པ་དེ་ཚོ་གི་བཤད་སྟངས་ཐོག་ལ་བྱས་པ་ཡིན་ན། བྱས་ནས་བྱེད་ཀྱི་ཡོད་རེད་རེད་བ། དེ་བྱེད་དུས། ད་ངས་ད་རིག་གི་དེབ་ངོ་སྤྲོད་བྱས་དེ་འདི་རེད། ཆོས་ལུགས་རིག་པའི་མདོ་དང། ཨ་ནུ་བློ་ཡས་ལྟ་ཞིག་གཙོ་སྒྲིག་ཞིག་ལབ་འདུག་ཨ། དེ། དེབ་འདི། དཔེ་གལ་ཆེན་པོ་རེད་རེད་བ། ལྷག་པར་དུ་ང་ཚོ་ཆོས་ལུགས་སྦྱང་མཁན་ཞིག་ཡིན་པ་ནི་གནད་འགག་ཚ་བོ་རེད། གང་ཡིན་ཟེར་ན་འདིའི་ནང་ལ་ད་ནུབ་ཕྱོགས་པའི་གི་ཞིབ་འཇུག་པ་དུ་ཚོ་ཆོས་ལུགས་ལ་ལྟ་སྟངས་བྲིས་ཡོད་རེད་བ། ཆོས་ལུགས་གཅིག་གི་ལྟ་སྟངས་ཡོད་རེད། ཡང་ན། དཔེར་ན། ང་ཚོ། ག་རེ་ལབ་དགོས་རེད་ན། ཆོས་ལུགས་དེ་ལ་སྤྱི་བཏང་སྡེ་ཚན་གཉིས་གསུམ་ཞིག་བྱས་པ་རེད་བ། དེ་ཡུལ་གཙོ་བོ་བྱས་པ། དེ་མཁན་གཙོ་བོ་བྱས་པ། ཡང་ན། ཤེས་ཚོགས་ཀྱི་ནུས་པ་གཙོ་བོ་བྱས་པ་སོགས་སྡེ་ཚན་དེ་རྣམས་བྱས་ཡོད་རེད། ད་དེ་ལས་མ་འཕྲོ་འོང་དུས་གནམ་གཤིས་ཀྱི་སྡེ་ཚན། ལྷག་གི་སྡེ་ཚན།

ད་མི་གཙོ་བོ་རེད་ལབ་རེད། གང་ཡིན་ཟེར་ན། ལྷ་མོས་བཟོ་མགྱོགས་རེད་ལབ་རེད། ད་ཟེར་དུས་གཙོ་བོ་གཙོ་བོ་དེ་འདིའི་གི། ཁོ། དགག་པ་འདྲང་བོ་ཞིག་རྒྱག་བསྡད་ས་དེ་ད་ཡེ་ཤུ་ཞུ་ལུགས་ལ་ཡིན་པའི་བཟོ་འདྲ་ཞིག་གོ་རེད་རེད་བ། ད་དེའི་ཞོར་ལ། འཇིག་རྟེན་གྱི་ལྷ་ཨང་བཅུ་དང། དེ་ཚོ་བཟོ་བཟོ་འདོག་གི་འདྲ་བོ་ཞིག་གོ་རེད། དངོས་གནས་ཤི་ན་འགྲོ་བ་མི་ཁོ་རང་གི་ལྷ་བཟོ་མགྱོགས་རེད་ཟེར། ད་བཟོ་ལུགས་བཟོ་སྟངས་དེ་འདི་ནང་ལ་ཞིབ་ཚགས་པོ་ཡོད་རེད། ད་དེའི་ནང་གི་ངའི་མཚན་གཞི་གཉིས་བཞག་ན། ཨ་ནི་འབྱུང་བ་ལྷ་སུ་ལྟ་བ་དང། མི་བོ་ལྷ་སུ་ལྟ་བ་གཉིས་ཡོད་རེད། དེ་གཉིས་ཀ་མིག་གི་ཕར་བཟོ་མགྱོགས་རེད་མ་གཏོགས་ལྷག་གི་ཚུལ་གྲུབ་མགྱོགས་མ་རེད། འབྱུང་བ་ལྷ་སུ་ལྟ་བ་ཟེར་ན། གདོད་མའི་མི་ལ་ཨ་ནི་རྣམ་ཤུགས་དང་ཚན་རིག་ཐན་རིག་བློ་རྒྱ་མེད་པའི་སྐབས་སུ། ཨ་ནི་ནམ་མཁའ་ལས་འབྲུག་གྲགས། ཤར་ཕབ། གློག་འཁྱུག། ས་ཡོམ་རྒྱུག། དེ་འདྲའི་སྐབས་སུ་ཨ་ནི་སེམས་ལ་ཞེད་སྣང་ཞིག་ལངས་ནས། ད་འདི་རྒྱབ་ལོགས་ལ་གཏན་ཐིག་གི་དང་སེམས་སྡེབ་ཀྱི་ནུས་པ་ཆེན་པོ་ཞིག་ཡོད་ས་རེད་བསམ་ནས་ཨ་ནི། སོ་སོ་གི་ད་དེ་ལ་ཡིད་ཆེས་བྱས་ནས་ཅིག་སྤུ་དང་མར་མེ་ལ་སོགས་པ་ད་ག་རེ་ཡིན་རེད་བ་ཅིག་ཆོ་ག་འདྲ་བོ་ཞིག་ཕུལ་ནས་ཨ་ནི་ཕྱག་འཚལ་ནས་སྐྱབས་སུ་ཞུས་རེད་བ། ཨ་ནི། སོ་སོ་གི་འགྲམ་ལ་རོ་མཐོང་པོ་དེ་འདྲ་ཡོད་ན་ད་དེ་ལ་ཅིག་ཡོད་ཀྱི་རེད་བསམ་འདུག་བྱས། དེ་བྱས་དུས། ད་སོ་སོ་གི་སེམས་ཁོང་ལ། ལྷ་ཞིག་སྐྲུན་ཞིག་རེད་ད། མིག། ལྷ་བཟོ་རེད་མདོག་མདོག། ལྷ་བཟོ་ཚར་བའི་རྗེས་ལ། ཨ་ནི། ཐ་མ་དེ་ག་རེད་ཟེར་ན་སོ་སོ་གི་བཟོ་འཇོག་ལྷ་དེ་ཡོག་ལ་སོ་སོ་སྡུག་པོ་མྱངས་བསྡད་ཡོག་ཅིག་རེད་བ། ག་རེ་རེད་ཟེར་ན། མི་ལ་ན་ཚ་བྱུང་ན་ད་དེ་ལྷ་དེ་མ་དགའ་བ་རེད། འོ་ན་སོ་སོ་གི་རྣམ་རྟོག་གི་སྤྲུལ་ཡང་མགྱོགས་གི་རྟོག་འཆར་གི་དེའི་འོག་ལ་སོ་སོ་གིམ་བདེ་ཡང་ཞི་བར་བ་གང་ཡང་བྱེད་མི་དགོས་པ། སོ་སོ་གི་ཨང་ཞྭ་ཚང་མ་སོ་སོ་གི་བཟོ་མགྱོགས་ལ་དེ་ལ་ལ་ཤོར་སོང། ད་དེ་ལ་སྙན་ངག་དང་དེ་འདྲའི་གི་འདྲ་མི་འདྲའི་གི་རྒྱན་བཏབ་ནས་ནི། གནམ་ལ་ཐོག་ལ་ཕྱི་ལ་མེ་ལ་ད་མང་པོ་བཤད་དགོས་རེད་བ། རྒྱ་གར་གི་རིག་གཞི་དེ་སོ་ན་ཡོད་རེད་བ། དེའི་མ་ཚད་ལྷ་སོ་སོ་ལ་གོ་གནས་མཐོ་དམན་ཁྱད་པར་རོ་རེད། མི་རིགས་དང་རྒྱལ་ཁབ་དེ་གི་དམག་གཙོ་བོ་རྒྱག་པའི་སྐབས་སུ་དམག་ལྷ་དམག་འཐབ་ཡག་གི་ལྷ་དེ་གོ་གནས་མཐོན་པོ་ལེགས་པ་དེ་གྲོངས་ཡོང་གི་ཡོད་རེད། ང་ཚོ་དཔེ་མཚོན་གཅིག་རང་ལས་སླ་བོ་རེད། དཔེ་ན་ང་ཚོ་ཚོང་པ་དེ་སོག་གི་སྦུག་ལ་བལྟ་དང་འཛམ་པ་ལ་བཞག་དེ་རེད། བྱས་ཙང་ཁོ་རྒྱུ་བསགས་མཁན་ཡིན་ཙང་དེའི་ལྷ་གི་ནང་ལས་ཁོ་ཚོང་པའི་གི་ནང་ལ་སླེབས་དུས་ལྷ་ཚང་མའི་ནང་ལས་འཛམ་པ་ལ་གོ་གནས་མཐོན་པོ་སླེབས་ཡོང་གི་རེད། དེ་རེད་པ་ལ། དེ་ནས། ད་དམག་འགྲོ་མཁན་འདྲ་ཞིག་ཡིན་པ་ནི་དམག་གི་ནང་ལོགས་ལ་བསྟན་ཏེ་ལྷ་དྲེགས་པའི་གི་ལྷ། འོ་ན་ང་ཚོ་བོད་གི་ད་ག་རེ་ན་ལྷ་དྲག་པོ་དེ་འདྲས་རེད་པ། དེ་འདྲས་གི་སྐུ་དེ་འདྲས་ད་སྔས་མ་ལུང་ཤུར་ལས། ལུང་ཤུར་ལས་ན་དེ་ནས་ཨིན་ཇི་དང། བོད་རིགས་བོད་པ་གཉིས་དམག་བརྒྱབ་པའི་སྐབས་སུ་དགྲ་རྫོང་བརྩིགས་ས་ལ། འོ་ན་ལྷ་གི་སྐུ་དེ་ཡིན་ཡང་གི་ལོ་རྒྱུས་ཡོད་རེད། ད་དྲག་པོ་ལྷ་དྲག་པོ་དེ་ཚོ་ཤ་འོང་གི་རེད་པ། ད་ང་ཚོ་གི་ཅིག། སློབ་ཁྲིད་ཀྱི་ནང་ལོག་ལྟ་རྒྱུ་ན་འཇམ་དཔལ་དབྱངས་ཡང་ཡག་པོ་རེད་ག་རེ་རེད་ཟེར་ན་ཤེས་རབ་ཀྱི་ལྷ་ཡིན་ཙང་འཇམ་དཔལ་དབྱངས་གོ་གནས་མཐོན་པོ་སླེབས་ཡོང་དགོས་རེད། འོ་ན་སྙིང་རྗེ་ཉམས་ལེན་བྱེད་མཁན་གྱི་དམིགས་བསལ་གྱི་བདེན་ཚིག་ཅིག་གི་ནང་ལྟ་ན་སྤྱན་རས་གཟིགས་རེད། ད་དེ་གི་མཚུངས་ནས་རྣམ་པ་ཚོ་ཁ་སྐོར་འགྲོ་གི་རེད་ལྷ་གར་གོ་གནས་སྤྲད་ཡོད་མེད་དེ། ད་དེ་ཆོས་ལུགས་རིག་པའི་མདོ་གདུང་ནང་ལ་སྤྱན་རས་གཟིགས་འཇམ་དཔལ་དབྱངས་ད་ཤེས་ཡོད་མ་རེད་ད་ངས་དཔེ་མཚུངས་ལབ་གི་ཡོད། ད་དེ་ཤེས་དུས་གང་ལྟར་རྒྱ་གར་གྱི་རིག་གཞིའི་ནང་ལ་གནམ་གྱི་ལ་ཐོག་གི་ལ་འབྲུག་གི་ལ་ཆང་གི་ལ་མང་པོ་ཡོད་རེད་བ། ད་དེ་སོགས་དོན་ངོ་བོའི་གནས་སུ་ཆོས་ལུགས་རིག་པའི་མདོ་དོན་གྱི་བཤད་སྟངས་བྱས་ན་ཡོད་མ་རེད་ཟེར་བ་དང། དེ་མིག་གི་ཕར་བཟོ་འཇོག་རེད། བཟོ་ནས་མི་རབས་ནས་མི་རབས་མར་བརྒྱུད་ཡོང་དུས་ཨེ་ན། དང་པོ་ད་རེ་བ་ཞིག་གིས་བཤད་དུ་བཟོ་རེད་དེ་མཐའ་མ་སོ་སོ་ཨང་སྒྱུར་བྱེད་མཁན་གྱི་གོ་ཆག་པ་རེད། དེ་གཅིག་རེད་བ། ད་དེའི་ནང་ལ་ང་ཚོ་འཇིག་རྟེན་བཀོད་པ་པོ་ཟེར་ཡ་དེ་ཡང་སླེབས་འོང་གི་རེད་ལྟ་གྲུབ་ཀྱི་ཆ་ནས་དེ་དུས་འཇིག་རྟེན་དུ་བཀོད་བཀོད་མཁན་ཞིག་ད་དགོས་འདུག་ཟེར། འཇིག་རྟེན་གྱི་གཡོ་འགུལ་ལ་སོགས་པ་དང་ད་ངོ་མཚར་བའི་གི་གནས་ཚུལ། ཐ་ན་མེ་ཏོག་ཞིག་གི་ནང་ཁྲ་འཛེར་བ་ཡོད་པ་དེ་བཟོ་མཁན་ཞིག་མིན་ན་ད་ཡོང་ཡ་ཁོ་རང་མི་འདུག་ལབ། ར། དེའི་རྒྱུ་མཚན་གྱི་འཇིག་རྟེན་བཀོད་པ་པོ་བློ་ངོ་ལ་བསྐྲུན། བསྐྲུན་ཚར་དུས་འཇིག་རྟེན་བཀོད་པ་པོ་བཀའ་ཁྱབ་གི་གཡོག་ལ་སོ་སོ་སོ་སོ་བདམས། ར། འོ་དེ་གཅིག་ཕ་གཅིག་རྐྱང་འགྲོ་གི་ཡོད་རེད། དེ་རེད། དེ་ནས་ད་མེས་པོ་ལྷ་བཀར་བ་ཟེར་ཡ་དེ་དེ་རེད། དཔེར་ན་ང་ཚོ་རྒྱ་མི་རྒོད་རྣམ་པ་ཚོ་ད་རྒྱལ་ཁབ་གསུམ་གྱི་གཏམ་རྒྱུད་དེ་ཞི་བོ་བཏགས་སོང་བ་འདྲ་མྱིན་བོད་སྐད་རྒྱུད་ལ་ལྟད་མོ་ཞིམ་པོ་ཡོད་བ། དེ་ཅི་དང་ད་དགོས་ངེས་ཡ་རེད་ཤག་ད་དེའི་ནང་ལ་ཆབ་སྲིད་ཀྱི་རིགས་ལམ་དང་སོགས་ད་ཧ་ལས་ཡོད་ཀྱི་ཉམས་ཡོད་རེད་རེད་བ། ད་དེའི་ནང་ལོགས་ལ་ཀོང་ཡུལ་ཟེར་ཡ་ཅིག་ཡོད་བ། དཔའ་བོ་ཅིག། ཨ་ར་རིང་པོ་ཅིག། དེ་ལྟར་དེང་སང་རྒྱ་ནག་གི་ལྷ་ཡོད་ན་མེད་ན་བརྩི་གི་ཡོད་པ་དེ་ད་ལྟ་མཐོང་ཡ་འདུག་བ། ཐ་ན་རྒྱ་ནག་གི་ལྟད་མོ་རྒྱ་མིའི་ལྟད་མོ་ཚང་མིན་ན་ཏག་ཏག་རྣམ་པ་ཚུལ། རྒྱ་མིའི་གི་ལྟད་མོའི་ནང་ལོགས་ལ་འདུག་ཤིག་ལྷའང་ནང་སོང་ན་ཏག་ཏག་ད་ནང་པའི་ལྷའང་ད་ཡིན་པ་རེད་བ་རྒྱ་མི་ད་དེ་ཟུར་དུ་བ་ཅིག་གང་ཡོད་གི་པར་དུ་ཕེ་ཤ་ཡོད་ཡོད་པ་རེད་དང། ད་དེའི་གི་མཚོན་གི་ཡོད་རེད་དང་དེ་གཅིག་རེད། ད་དེ་མ་ཡིན་པའི་གི་ད་ང་ཚོ་ལ་ཡོད་རེད་བ་ང་ཚོ་གི་ལྷ་འཁྲིག་པ་དེ་ཚོ་བསམ་མནོ་བཏང་ད། འོ་ན་སོ་སོ་གི་མི་རབས་གོང་མ་ད་གཅིག་བླ་མ་དང། དུད་འགྲོ་སྤྲང་ཕྲུག་སོང་དུས་ཟས་གོ་ན་འདྲ། ད་འདུག་ས་ལས་སྡུག་འདྲེ་སྐྱེས་སོང་ཟས་གོ་ན་འདྲ་ད་དུ་སོགས་རེད་པ། ད་དུ་ཤི་དུས་དུ་གར་རེད་ཟེར་ན་ཆོས་ལུགས་རིག་པའི་མདོ་གདོང་གིས་བཤད་ན་དུ་མིག་གི་བཟོ་བཞག་རེད་ཟེར་བ་རྣམ་རྟོག་ཁོ་རང་གི་ངོ་ནས་ཡོད་མ་རེད་ཟེར་བ་ལྟ། རྣམ་རྟོག་གི་གར་བཟོ་རེད་ཟེར་ན། དཔེར་ན། སོ་སོ་གི་མེས་པོ་གོང་མ་དང་འབྱུང་ཐང་ཆེན་པོ་ཡོད་ན། ཨ་ན་དེར་གྲོངས་ཚར་དུས་སོ་སོ་གི་དུས་འབྱུང་ཐང་མ་འཕྲོད་པ་ཡིན་ཙང་ཨ་ན་དེ་ལ་གསོལ་བ་རྒྱག་དུས་ཀྱི་གནམ་གཤིས་ཀྱིས་ང་ཚོ་བསྐྱབས་ཀྱི་ཡོད་རེད་ཟེར་ནས་བསམ་བློ་བཏང། ཨ་ན་གནམ་གཤིས་དེ་ལ་བརྟེན་ནས་ཨ་ན་ལྷག་གི་རྣམ་གྲངས་མང་པོ་ཞིག་སྐྲུན་མི་གི་གཏོང་འཆར་གི་རེད་བ། ཐུགས་ཆེ་གི་ཡོད་རེད་ཟེར་ཡོད་རེད་རེད་བ། ང་ཚོ་འདྲ་ཟེར་ན་ད་བོད་ལ་གླེང་ཁེ་སར་རྒྱལ་པོ་ཟེར་ཡོད་རེད་ད་དེ་རྩོད་རྙོག་ཅན་ཞིག་རེད་རེད་བ་གཅིག་བྱས་ན་མི་རིགས་ཀྱི་དཔའ་བོ་ཞིག་རེད་དེ་དཔའ་བོ་དེ་ང་ཚོ་གི་ལྷག་བཟོ་ཞིག་རེད་རེད་བ། ཐ་ན་ང་ཚོ་གི་ཕ་ཡུལ་ལ་ཡང་ཡོད་རེད།

ཨེ་ནི་སྲས་དུས་བཙན་སྐྱེས། ཁོ་རང་དང་པོ་ནས་གཉེན་ཞིག་ཐང་ནས་བུ་རེད་ཟེར་བ་རེད་དེ་གི་ལོ་རྒྱུས་ངས་སྔས་མ་ནག་ཤུག་གི་དུས་དེབ་ནང་ན་ཐོག་མྱོང། ད་ལྟ་མི་རྒན་པ་ཞིག་ཤི་ཡག་མགྱོགས་ཤིག་ཡིག་ཐོག་པ་ཡག་མགྱོགས་འདུག་བ་དཔེ་སྙན་པོ་ཡོད་རེད་ད། སྒྲོ་བཏགས་ཡིན་ན་འདྲ་མིན་ན་འདྲ་གང་ལྟར། དེ་འདྲི་གཅིག་ལ་ད་ང་ཚོ་གི་ཕ་ཡུལ་རང་ད་མ་རེད་ད། ད་ང་ཚོ་ཕ་ཡུལ་ཐག་ཉེ་བོ་རེད་བ།

དེའི་གི་ཐོག་ཏེ་དགེ་འདུན་གཞོན་པའི་གི་ག་རེ་བསྒྲུབས་ཡོད་རེད་ཟེར་བ་ཡིན་ན། ས་ས་ནས་དེའི་གི་མིག་གི་དུག་ལོག་ག་རེ་གོང་གི་ཡོད་པ་ནི་ལྷག་གི་དགའ་ར་གོང་རེད་ལབ་རེད། ད་ལྟ་དྲེགས་པའི་ལྷ་ཙམ་རེད་བ། ད་དུང་དེ་ལས་ཡ་ཏིའི་རྩ་ཆེ་དགེ་འདུན་གཞོན་པའི་གི་ལག་པ་མང་ཞིག་བཤངས་ཡོད་རེད། དེ་ག་རེ་རེད་ཟེར་ན། འོག་མིན་ཏུ་ཕ་བཀོད་པའི་ཞིང་ཁམས་ཟེར་ཡ་ཏི་དཔེར་ན་སངས་རྒྱས་བཅོམ་ལྡན་འདས། རྒྱ་ནག་ལ་བྱུང་འོང་ན། ཨེ་ནི། ལུང་གི་དེ་ག་རེ་རེད་ཟེར་ན་བེར། རྒྱ་ནག་གི་དེ་རྒྱལ་པོ་གི་ཆ་ཞེས་བེར་མི་ཕོ་གོང་མགྱོགས། བེར་གོང་མགྱོགས་ཞེས། ཨ་ནི་ད་ཨ་ར་བ་མགྱོགས་ཚད་བོ་ནི་གང་ལྟར་རྒྱ་ནག་རྒྱལ་པོ་ཤ་ཆེ་ཞིག་ཡོང་ར་བ་སླ་བོ་རེད། གལ་སྲིད་ལོངས་སྐུ་སངས་རྒྱས་དེ་བོད་ལ་བྱུང་ཡོད་པ་ཡིན་ན་ལོངས་སྐུ་གི་ཞིང་ཁམས་དེ་ལ་ཨ་ནི་ཞག་གི་སྡོང་མོ་བྱི་བ་ཆེན་པོ་ཞིག་གི་ནང་ལ་ཨ་ནི་ཞག་གི་དར་དམར་དེ་སོགས་བྱི་བ་རྫིག་པོ་རྒྱག་ན་ཨ་ནི་བོད་ཞག་བཟོ་ཡག་གི་ལོངས་སྐུའི་ཞིང་ཁམས་ཀྱི་བཀོད་པ་དེ་བྱེད་གི་རེད་ལབ་པར་འགན་དུ་བྱོན་པ་རེད། ད་དེ་དེ་ཡིན་ཙང་ད་ལོངས་སྐུ་སངས་རྒྱས་རྒྱ་གར་ལ་ཕེབས་པ་ཡིན་ཙང་ལོངས་སྐུ་དེ་རྒྱ་གར་གྱི་རྒྱལ་པོ་ཤ་བཞི་ཨ་ན་མ་ན་རེ་ལ་ལོངས་སྐུ་གྱི་ཞིང་ཁམས་ཚང་མ་དེ་ག་རེ་རེད་ཟེར་ན་ལོངས་སྐུ་གྱི་ཞིང་ཁམས་ཟེར་ཡ་གཅིག་ག་ལ་ལབ་དགོས་རེད་ན་ད། ང་ཚོ་ལ་ང་ཚོ་ལ་གཏན་ནས་གོ་མི་ཐུབ་པ་ཞིག་ཡིན་ན་འདྲ་ད་ག་རེ་ཡིན་ན་ཟེར་དགེ་འདུན་ཆོས་འཕེལ་གྱིས་རྡོག་རྡོག་ཏུ་བཤད་རེད་དེ་ཚིག་ག་དེ་རྒྱབ་ལྗོངས་ལ་ང་ཚོ་དཔྱད་པ་བྱེད་ཡག་གི་བསམ་མནོ་མང་པོ་ཞི་བོ་ཞིག་བཏང་དགོས་ཡ་ཤག་ལས་འདུག་བ། དེ་བསམ་མནོ་བཏང་དུས་ང་ཚོ་གད་མོ་ཤོར་ཡ་འདྲ་ཅིག་འདུག་བ་དཔེ་ན་དེ་ག་རེད་ད་ང་ཚོ་ཕ་ཡུལ་གྱི་བུ་གུ་ལྷ་དེ་ཚོ་བལྟས་ན། དུག་ལོག་ཁོ་རང་བོ་ཞིག་རེད། རེད་བ། ང་ཚོ་སུ་ག་དུ་སུ་ནང་ལོག་ལ་བོ་ཞིག་དགོངས་པ་དེ་རེད་ལབ་ཡོད་རེད། ཨོ་ཧོ་དེ་ཅིག་རེད་རེད་བ་དུ་སུ་ཐོག་ལ། ཁུ། ཁུ་ཤེས་པ་དུ་སུ་བཏང། ཕྱོགས་བསྡུར་ནས་སམ་བཏང་ཡ་ཅི་ཡོད་རེད་བ། དེ་ནས་ད་འདི་ཡམ་ཚན་པ་ཞིག་ལ་ཆོས་ལུགས་རིག་པའི་མདོ་དོན་དུ་སུ་ནང་ལ་ཤེས་པ་ཡིན་ན། སངས་རྒྱས་བཅོམ་ལྡན་འདས། ཤུགས་ལ་དགག་པ་རྒྱག་མཁན་གྱི་གྲས་ལ་བཞག་ཡོད་རེད། དེ་ག་རེ་རེད་ཟེར་ན་ཁོ་ཚོ་གི་ཆོས་ཟེར་དུས་ལམ་སང་འཇིག་རྟེན་ཞེ་པོ་ཡོད་པ་ཞིག་ཤེས་བཞག་བྱས་ནས་ཤི་ཡོང་གི་འདུག་བ། ད་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་འདྲའི་གི་ལྷག་ཅིག་ཁས་མ་བླངས་བ་རེད། སངས་རྒྱས་ཀྱི་ག་རེ་རེད་ཟེར་བ་ཡིན་ན། མི་ཡི་ལས་ཀ་དེ་མི་ཡི་སྒྲུབ་ཁོག་ཡོད་པ་རང་རེད། རེད་བ། དེའི་རྒྱུ་མཚན་གྱི་སངས་རྒྱས་ཀྱི། ང་ཚོ་གི། རྟོག་བཟོ་གི་ཞིང་ཁམས་གི་ལྷག་དེ་སངས་རྒྱས་ཀྱི་ཁས་མ་བླངས་བ་རེད།

དེ་གར་ཕྱིན་ནས་ཞེད་སྣང་ལངས་ཡོད་སྲིད་པས་དེ་ཞེད་སྣང་ལངས་དང་ལམ་ལབ་ཡོད་རེད་བ། ཐོག་མ་མེད་པ་ནི་ཡུལ་བདེ་མགྱོགས་ཤིག་མ་ཡིན་པ་མཐོང་དུས་ཞེད་སྣང་ལངས་པ་རེད་ལབ་རེད། ཐོག་མ་མེད་པ་ནི་ཀླད་པའི་ནང་ལ་ཁྲག་པོ་བཟུང་བདེ་མགྱོགས་ཤིག་ཡོད་རེད་བ་རང་ངོ་ནས་འཁྲུལ་པ་ཟེར་ཞིང། ད་དེ་མི་འདུག་བསམ་དུས་ནི་ཞེད་སྣང་ལངས་གི་རེད་བ་ལབ་རེད། དེ་ནང་བཞིན་དུ་མི་སུ་དང་གང་ཡིན་ན་དང་པོ་སྐྱེས་དུས་ནས་ད་བར་དུ་ཀླད་པའི་ནང་ལ་ཡིན་བསམ་བདེ་མགྱོགས་ཤིག་མ་ཡིན་པ་མཐོང་པ་འདི་བློ་བདེ་བོ་ཡོད་མ་རེད་བ། ཡིན་ན་ཡང་གང་ལྟར། དངོས་གནས་མ་ཡིན་ན་མ་ཡིན་པར་བརྩི་ཡ་རེད་དེ་གདོང་ཐུག་རྒྱག་ཡ་རེད་དོ། ད་དེ་སོགས་ངས་ད་ལྟ་འདི་གི་དེབ་འདི་ངོ་སྤྲོད་བྱེད་པའི་གི་ཞོར་ལ་བཤད་པ་ཡིན་རེད་བ། ཡིན་ན་ད་ད་འདི་གི་ངས་བཤད་བསྡད་ཡ་དེ་ངའི་གི་བསམ་ཚུལ་མ་རེད། དེ་མ་ཡིན་པའི་གི་ང་ཚོ་གི་ག་ལ་ལབ་པོ་རེད་ན། ཅིག། ཉེ་ཆར་གྱི་ང་ཚོ་གི་བོད་པའི་མཁས་པ་ཞིག་གི་བསམ་ཚུལ་ཡང་མ་རེད་དེ། ནུབ་ཕྱོགས་ཀྱི་མཁས་པའི་གི་ཞིབ་འཇུག་རིགས་རེད་བ། ནུབ་ཕྱོགས་མཁས་པའི་གི་ཞིབ་འཇུག་གི་མདོ་དོན་དེ། ལོའེ་ཏཱ་ཞི་ཟེར་ཡ་འདི་གཙོ་སྒྲིག་བྱེད་ཡ་གི་ལྟ་ནི་ནམ་མ་ང་དྲུག་ཞིག་འདུག་བ། འདི་ཚང་མ་རྒྱ་མིའི་གི་མཁས་པ་ཡིན་པའི་བཟོ་རེད་འདུག། ད་ལྟ་ཁོ་ཚོ་གི་ལྟས་ཚེ་བསམ་ཚུལ་དེ་ཡོད་པའི་བཟོ་འདྲ་འདུག་དེ་གཙོ་བོ་དེ་ནུབ་ཕྱོགས་གི་བཤད་ཚུལ་ཚང་མ་རུག་རུག་བྱས་ནས། ཞིབ་འཇུག་གི་ཚེ་དེབ་ད་ལྟའི་ཚེ་སྐད་གྲགས་ཆེན་པོ་ཞིག་ཡིན་སླ་བ་རེད་འདི། དེའི་ཚེ་སྐད་གྲགས་ཆེན་པོ་ཞིག་ཞུ་ལུགས་རིག་པའི་གི་ཞིབ་འཇུག་གི་དེབ།

དེ་གི་གནས་ཚུལ་དེ་མ་ཤེས་ན་ང་ཚོ་ཆོས་ཚོགས་ནང་ལ་གོ་ནོར་ཤོར་བ་ཐེབས་ཀྱི་འདུག་ཞེ་བོ་ཞིག་ཕོག་འགྲོ་གི་འདུག་ཀ་ཤེས། དཀར་བོ་མ་རེད་ལབ་དུས་ནག་པོ་ཡིན་ལབ་གི་ཡོད་མ་རེད་གང་ཡིན་ཟེར་ན་དཀར་བོ་དང་ནག་པོ་གཉིས་སྔོན་གྱི་མར་པ་སོང་རེད་པ་གཞས་རིང་པོ་ཞིག་ད་མི་སྐྱ་ཕོ་མོ་དཔེ་ཆ་ལྟ་མ་མྱོང་ན་ཁག་ཡོད་མ་རེད་རིག་ལམ་ཡོད་མ་རེད་བ་ད་གྲྭ་པ་དེ་སོགས་དེ་སོགས་དེ་སོགས་སྦྱང་གཏོང་མཁན་གྱི་མི་ཞིག་ཨ་ནི་གནས་ཚུལ་དཀར་ཟེར་གོ་བ་ཤེས་ཤིག་ལོག་གོ་ན་དཔེ་སྐྱོ་བོ་རེད་བ་ད་དེ་སོགས་ཕྱུགས་རིགས་ནང་དབྱུག་ལེ་ཡོང་ནས་བཏགས་རེད་བ་ད་ང་ཚོ་ཚད་མ་རིག་པ་སྦྱང་བསྡད་ཡོད་ད་ཕྱུགས་རིགས་ནང་ལ་བཞག་ཕྱུགས་རིགས་ནང་ལ་ནི་བཞག་ནས་ལོག་འོང་ཡག་ཟེར་མཁན་མ་རེད་བ། མི་ཚེ་གི་ཉམས་མྱོང་དང་འབྲེལ་དགོས་ཡོད་རེད། དེ་བྱེད་དུས་རྣམ་པ་ཚོ་ཡང་གོ་ནོར་ཐེབས་ཡ་ཡོད་མ་རེད་རེད་པ། ད་ལྟ་ངས་དེ་ལབ་དུས། ད་ལྟ་ནུབ་ཕྱོགས་ཀྱི་ཕྱུགས་ལུག་རིག་པའི་མདོ་གདོང་གི་མཁས་པའི་ཤེས་འཇོག་དེ་བདེན་པ་རེད་གདའ། ཟེར་ནི་ལྷ་འདྲེ་གདོང་གི་ང་ཚོ་ཏོག་དག་རེད་ལབ་གི་ཡོད་མ་རེད་ངས་གང་ཡང་ལབ་གི་ཡོད་མ་རེད། འོ་ད་བདེན་པ་མ་རེད་ད་དེ་རྫས་རྩིས་རྫུན་རེད་ངས་ལབ་གི་ཡོད་མ་རེད། ངས་འདིའི་ནང་ལ་དེ་འདྲ་ཞིག་བཤད་འདུག་ལབ་དགོས་རེད། མི་འདི་དེབ་འདི་རེད་ཟེར་དེའི་ཞོར་ལ་གཙོ་བོ་གཙོ་བོ་དེ་ང་ཚོ་གི་འདི་སོགས་ཤིག་འགོག་གི་འདུག་ཟེར་བ་རེད་ང་ཚོ་གི་ནམ་རྒྱུན་བསམ་སྟངས་མི་འདྲ་བའི་གནས་ཚུལ་མང་པོ་འདུག་ཟེར། ད་ལྟ་གོ་ལ་གཅིག་གྱུར་དང། གར་ཟེར་ན། ང་ཚོ་འདི་ཟེར་བ་རེད་བ། ཨ་ནི། རིག་གནས་སྣ་མང་གི་དུས་ཚོད་མེ་ཏོག་མཉམ་བཞད་ཟེར་ཡང་འགྲོ་བ་ཞིག་ཆགས་ཀྱི་ཡོད་རེད་བ། འོ། ད། སྐད་ཆ་ཞིག་བཤད་ན་རིག་གནས་གདུང་འཐུང། རེ་བ་རིག་ནས་གདོང་ཐུག། གོ་ལ་གཅིག་གྱུར། འདིའི་ནང་ལ། ང་ཚོ་མགོ་སྦར་རིག་སྐད་ནི་ཁབ་ན་ཁབ་སགས་ཁེལ་ཡོད་མ་རེད་རེ་བ། རི་ཡར་རི་རྩེ་ལ། བྲོས་ན་མ་བྲོས་ན་མ་ན་ལི་རི་རྩེ་ལ་བྲོས་པ་ཡིན་ན་བྲོ་གི་འདུག་ས་ཞེ་དྲག་ཡོད་མ་རེད། འོ་ན་འཛམ་བུ་གླིང་ཚང་མ་སོ་སོ་ལག་ཁུག་ལ་སླེབས་དགོས་མཁོ་རེད་རེ་བ། དེ་ལས། འོ་ན་ཁོ་གདོང་ཐུག་རྒྱག་ཡ་གལ་ཆེན་པོ་རེད། གདོང་ཐུག་རྒྱག་ཟེར་བའི་ངའི་སྦྲ་ཁབ་དེ་བཞིན་འཛིན་དགོས་རེད་ཟེར་ཡོད་མ་རེད་རེ་བ། ཚང་མ་ཧ་གོ་གོ་ཡོད་རེད། རེ་བ། ཡ། དེ་སྐྲག་སྣང་བྱས་མ་བྱས་ཡོད་མ་རེད་སྐྲག་ས་བསྡད་ཡོད་མ་རེད་ཚང་མ་ཧ་གོ་བའི་སྒོ་ནས་ཨ་ན་སོ་སོ་ལ་བསམ་ཚུལ་ཞིག་བྱུང་བ་ཡིན་ན་བསྟན་པོ་འདུག་ཨ། དེ་བྱེད་དུས་ངས་ལྷག་པར་དུ་ཆོས་ལུགས་སྦྱང་མཁན་དུ་སོ་འདི་ཐེབས་ན་གལ་ཆེན་པོ་འདུག་ཟེར་ངས་ངོ་སྤྲོད་དེ་ཞུས་ཀྱི་ཡོད། འོ་དེ་འདྲ་ཞིག་ཡིན། དེ་ནས་ངས་ཟུར་དེར་ཆོབ་ཚ་བ་ཞིག་ཞུས་ན་བསམ་སོང། ད་གལ་སྲིད་དེ་དེའི་སྐད་ཆ་དེ་བདེན་ཆ་ཡོད་པའི་ཨང་དུ་བཏང་ན། དེ་ནི་ང་ཚོ་མི་དེ་ཆོབ་ཚ་བོ་འདུག་ཨ། དང་པོ་སོ་སོ་ཞིག་གིས་བཟོ་རྟོག་བྱ་དགོས། འོ་ན་དེའི་ཨང་འོག་ལ་སོ་སོ་ལོག་མང་པོ་འདུག་མྱངས། ད་ད་ད་ང་ཚོ་ག་རུ་བཟོ་རེད་ཨེ་ཡ་ཨེ་བཟོ་ཡ་ཨེ་ཡ། རེད་པ་ཡ། ད། ཡིན་ན་ཡང་མཐའ་མ་དེ། ང་ཚོ་ཨེ་ཡ་ཨེ་གི་ལག་པ་ལ་ཤེས་ཡ་གི་ཉེན་ཁ་ཡོད་རེད་པ་ཕམ་ཡ་གི་ཉེན་ཁ་ཡོད་རེད་པ། དེ་ད་ངའི་ལབ་པ་མ་རེད་པ་ཚན་རིག་པ་ཁོ་རང་ཚོ་ཤེས་ན་ཤེས་འདུག་ལབ་གི་འདུག་བ་སྤྱི་བཏང་ཨེ་ཡ་ཨེ་དེ་དཔེ་ཤེས་ན་ཚ་བོ་འདུག་བ་རྣམ་པ་ཚོ་བེད་སྤྱོད་བཏང་བ་ཡོད་རེད་པ་ངའི Cloud Reset དེ་བེད་སྤྱོད་བཏང་གི་ཡོད་རེད། ཡིན་ན་ཡང་ཕན་ཐོགས་དཔེ་ཆེན་པོ་རེད་ད། ང་ཚོ་མི་དཀྱུས་མ་འདྲ་ཞིག་ནི་ང་ཚོ་ལ་དཔག་པའི་ཕན་ཐོགས་ཆེན་པོ་རེད། ཡིན་གཅིག་མིན་གཅིག་མི་སྒེར་པ་ཡིན་ད་ཨེ་ཨའི་མཉམ་དུ་འགྲོ་ཐུབ་ཡ་ད་དཔེ་གལ་ཆེན་པོ་རེད་དུ་བ། ད་ཆེ་ས་ནས་ང་ཚོ་གི་གཞུང་གི་ཨེ་ཨའི་ལ་དོ་སྣང་བྱེད་ཀྱི་ཡོད་རེད་རྒྱལ་སྤྱི་གི་ཐོག་ལ་ཨེ་ཨའི་གི་ཐོག་ལ་རྦད་དེ་ཁོ་རང་འགྲོ་སོང། ཁ་མེད་ནད་མེད་བཏང་གི་ཡོད་རེད་བ། ང་ཚོ་མི་སྒེར་པ་ཞིག་ཡིན་ན་ཨེ་ཨའི་དང་མཉམ་དུ་འགྲོ་དགོས་ཡོད་རེད། མ་མཐའ་ལ་ང་ཚོ་མི་སྒེར་པ་ཞིག་ཡིན་ན་ཨེ་ཨའི་མཉམ་དུ་འགྲོ་ཐུབ་པ་ནི་ངས་ཤེས་དགོས་མ་རེད་རྣམ་པ་ཚོ་རེད་བ། སོ་སོ་ཅིག། ས་ཆ་དབྱེ་འོང་ཞིག་སོང་པ་ཡིན་ན་ཡང་མགྲོན་ཁང་ག་བ་ཡོད། རླངས་འཁོར་ག་བ་ཡོད་ག་དུས་འགྲོ་གི་ཡོད་ཨང་གྲངས་ག་རེ་ཡིན་གུང་ཚིགས་ག་རེ་ཟེར་ཡིན་ཚང་མ་ལ་ཁོས་ཏག་ཏག་བཟོ་ཐུབ་ཀྱི་རེད། དེ་མ་ཡིན་པའི་སོ་སོའི་གི་མཐའ་ན་ཅིག། ངོ་སྤྲོད་ལག་ཁྱེར་འདྲ་བོ་ཅིག་བརླགས་སོང་པ་ཡིན་ན་ཡང་ད། ང་དང་ང་ལྟ་བུ་དེ་ཚོ་དབྱེ་འབྱེད་མ་ཤེས་པ་ཡིན་ཙང་ན་ཅིག་མདུན་ལ་རྒྱུག་སྐུལ་བྱེད་འདི་བཟོ་རོགས་བྱེད་འདི་ལབ་ཡ་ཆོལ་དགོས་ཡ་ཡོད་མ་རེད། ཁོ་རང་ལ་སྐད་ཆ་དྲན་སྟངས་བཞག་ན་ཏག་ཏག་ཁོ་རང་གི། ཆ་གི་ཚང་མ་ང་ཚོར་སྒྲིག་རོགས་བྱེད་ཡོང་གི་རེད་རེད་བ། ཆུང་ས་ནས་ང་ཚོ་ཁ་པར་ནང་ལ་གཙང་མ་བཟོ་དགོས་ཀྱི་ཡོད་པ་ཡིན་ན་ཡང། གྲོང་ཚོ་ནང་ལ་འགྲོ་རྒྱ་གར་ལ་བརྟེན། ཡང་བཟོ་མཁན་ཞིག་ལ་བརྟེན་དུས་ཚོད་དང་འགྲོ་སོང་དང་དེ་འདྲའི་ཉག་ཉོག་མགོ་མར་བ། ཨེ་ཡ་ཡས་ཁོ་རང་ལ་སྐད་ཆ་དྲིས་འདི་འཕང་རིམ་ཤིར་གཡག་ཤི་བ་ན། ག་འདྲའི་གི་ལག་རྩར་ཆེན་པོ་ཅིག་བཟོ་བ་ནང་ཞིག་གི་ད་བཟོ་རྒྱུ་ཅིག་མེད་ནི་མ་གཏོགས་ཡོད་ན་ཁོ་གཙང་མ་གཙང་གི་བཟོ་དགོས། དེ་བྱེད་དུས་ང་ཚོ་གི་གྲོས་འགྲོ་ས་ཅིག་ཁས་མི་འདུག་བ་ད། ཨེ་ན་ཁོ་དང། བར་ང་ཚོ་དེ་འདྲ་ཅིག་སླེབས་ན་སླེབས་ཚར་རེད། སྐྱོང་ཆ་ད་ཡོད་རེད་དེ་དེ་ལས་ལེགས་ཆ་དེ་ཨ་ལོང་དེ་ཡང་ན་ཡག་ཤོས་རེད་བ། ཡིན་ན་ཡང་ད་ངས་ད་གཟའ་ཆོབ་ཤི་བ་ན་ཡང་ང་ཚོ་མི་ཟེར་ཡ་དེ། དང་པོ། ང་ཚོ་གི་སེམས་ཀྱི་ལྷ་འདྲེ་གདོན་གྱི་སྐྲུན་དེའི་ཨང་འོག་ལ་ང་ཚོ་སྡུག་བསྔལ་མྱངས། གཉིས་པ་དེ་ང་ཚོ་གི་ཨེ་ཨ་ཡའི་གཟུགས་ལྷ་མ་དེ་ང་ཚོ་གི་འགོ་བརྟོལ་འདྲ་ལ་ཨེ་ཨ་ཡའི་འོག་ལ་ཤོར་ཡག་ཉེན་ཁ་འདུག་ཨ། ཨོ་ཡ་དོན་གྱི་དེ་ག་ཚོད་ཆོབ་འདྲ་བ་ཡིན། ཨོ་ཡ་ཨ་ནི་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཐོག་ཤི་ན།